དེ་འདྲའི་ཆེ་བའི་ཉམས་མྱོང་ཉུང་ཉུང་ཅིག་ང་རང་ཚོའི་ཆོས་གྲོགས་ཚང་མ་ལ་དེའི་ཚོད་ཀྱི་ཕན་ཡོད་ཀྱི་རེ་བ་རེ་བའི་ཀུན་སློང་བྱས་ནས་དེའི་ཚོད་ཀྱི་ཞུ་དགོས་བསམ་སོང། ཨ་ནི་ད་ལྟ་ང་རང་ཚོའི་ཡོངས་འཛིན་ཆོས་བརྒྱུད་རིས་མེད་ནང་ལ་བཞུགས་མཁན་གྱི་བླ་མ་སྤྲུལ་སྐུ་དགེ་བཤེས་རྣམ་པ་དང་ཨ་ནི་ང་རང་ཚོའི་བོན་པོའི་ནང་ལ་ཡང་བླ་སྤྲུལ་མང་པོ་དེ་འདྲས་ཕྱི་རྗེས་ལུང་པ་ལ་དཔེ་ཁྲིད་གནང་དེ་འདྲས་གནང་གི་ཡོད་རེད། ནི་སུ་ལ་ཕན་ཐོག་ན་ཡག་པོ་འདུག་ང་རང་གི་ཕན་པ་གི་ཕན་སེམས་ཀུན་སློང་བྱས་ནས་དུས་ཚོད་དེ་བཏང་ནས་དེ་དེ་བྱེད་ཀྱི་ཡོད། ནི་དེ་ཞུ་བའི་གི་དོན་དག་དེ་ཚོ་བརྒྱ་ཆ་བརྒྱ་ཐམ་པ་བདེན་པ་རེད། དེ་འདྲས་རང་ཡིན་དགོས་ཀྱི་རེད།

ནས་སོ་སོའི་གི་དཔེ་ཆ་ཁྲི་དག་གི་གོམས་གཤིས་དེ་ཞིབ་ཕྲ་ཆེ་ཡག་གི་གོམས་གཤིས་དེ་ཁྱེར་ནས། ནས་ཕྱི་རྒྱལ་ལུང་པར་ཐོག་མང་ལོ་ཉི་ཤུ་ཟིན་མཁན་ལ་ཐོག་མང་སླེབས་དུས་གང་ལ་ག་དུས་ཡིན་ནས་ཁྲིད་དུས་གང་ལ་ཞིབ་ཕྲ་དེ་ལ་ཞིའུ་ཡི་བསམ་བློ་བཏང་ནས་ཁྲིད་གི་ཡོད་ཨ་ནས་དེ་དུས་སུ་ང་རང་མགོ་འཚོས་མ་སོང་གར་ས་ན་ངའི་གི་བསམ་པ་ལ

ཨ་ནེ་ཞིབ་ཕྲ་དེ་བཤད་གྲྭ་བ་དེ་ཕ་ཆོས་ཀྱི་གདུལ་བྱ་དེ་གའི་མགོ་མ་ཚོས་བ་དེས་ངེད་ཀྱི་མགོ་མ་ཚོས། ཨ་ནེ་ད་དུང་ང་རང་ང་རང་ཞིབ་ཕྲ་དེ་ཚོ་བཤད་དུས་ང་རང་ང་རང་སྤོབས་པ་རུ་བུ་ཅིག་ཕར་ནས་འོ་ད་འདི་ཞིབ་ཕྲ་ཞིབ་ཅིག་བཤད་ཞེས་བའི་ང་དེའི་ཚེ་ཅིག་དགོན་པ་ནས་སྦྱངས་སྦྱངས་ཞྭ་བ་དེ་ཞིབ་ཕྲ་དེ་ཚོ་ཞིབ་ཅིག་གལ་ཆེན་པོ་ཡིན་པ་དེ་ཞུ་ཞེས་ང་རང་ང་རང་འུར་འདྲི་ཅིག་ལང། མི་འུར་མ་ལང་བ་ཆེ་ང་རང་སོ་སོ་འུར་ལང་ཨེ་འདྲེ་ཆེ་དེ་འདྲེ་མང་པོ་བྱུང་སོང་ཡིན་བྱུང་སོང། དེའི་དུས་ང་ལ་ད་ཕྱིས་སུ་ག་ལི་བསམ་བློ་བཏང་དེ་དུས་ང་ལ་དེ་ཚོའི་གི་བཤད་སྟངས་དེ་ཚོ་ཚང་མ་དེའི་ཚེ་ཅིག་ང་རང་གི་ཚོམས། ཚོར་སྣང་ལ་ཡང་ང་རང་གིས་ནོར་འཁྲུལ་བྱས་འདུག་བསམ་གྱི་འདུག་གར་སོང་ན། སྤྱི་བཏང་གིས་ང་ཚོས་དཔེ་ཁྲིད་བྱེད་པའི་སྐབས་ལ་ཡང་རྡུལ་སྒྱིད་བློ་དང་བསྟུན་ནས་ཆོས་ཁྲིད་དགོས་རེད་ཟེར་ཡ་འདི་དངོས་གནས་དྲང་གནས་ཀྱི་གལ་ཆེན་པོ་ཞིག་རེད་འདུག་རྡུལ་སྒྱིད་བློ་དང་བསྟུན་ནས་ཆོས་མ་ཁྲིད་པ་ཡིན་ན་གདུལ་བྱ་དེ་ལ་ཕན་ཐོགས་ཡག་གི་གོ་སྐབས་དེ་མི་འདུག་ཨ་ནི། ཡང་རྡུལ་སྒྱིད་བློ་དང་བསྟུན་ནས་ཁྲིད་དགོས་རེད་ཟེར་དུས་གང་ལ་ཡིན་གཅིག་མིན་གཅིག་གདུལ་བྱ་དེ་གང་བྱུང་བྱུང་ཁྲིད་ཤེས་པའི་སྐད་ཆ་མ་རེད་དམིགས་ཡུལ་ཡོད་རེད། ཁྲིད་ཡས་ཀྱི་དོན་དག་ག་རེ་མཐའ་མའི་དོན་དག་གི་འདྲ་བོ་དེ་ག་རེ་ཁྲིད་དགོས་མི་དགོས་ཧ་གོ་དགོས་རེད་ཡིན་ནས་སྐབས་སུ་བབས་དུས་ག་ཁོ་རང་གི་འདུག་འཇིག་བློ་དེ་ལ་ག་རེ་ཤོང་ཚུལ་ག་བྱེད་འདུག་ཤེས་ཚུལ་ག་བྱེད་འདུག་འབྲེལ་བ་ག་ཚད་བཞག་ཐུབ་ཀྱི་འདུག་མི་འདུག་སེམས་ཀྱི་འབྲེལ་བ་སྙིང་གི་འབྲེལ་བ་ཨ་ནི་གོ་བ་གི་འབྲེལ་བ་ག་ཚད་བཞག་ཐུབ་ཀྱི་མི་འདུག་དེ་ཚོ་ལ་དོགས་སྣང་གལ་ཆེ་ཤོས་ཀྱི་ལྟངས། དཔེ་ཆ་དེ་ལ་དཔེ་ཆ་གི་ལེའུ་དང་ལེ་ཚན་དང་ཞིབ་ཕྲ་དེ་ལ་ཏི་ཡིས་ཚེ་གཅིག་སྐབས་དེ་ལ་ཏི་ཡིས་ཚེ་གཅིག་གལ་ཆེན་པོ་ཞིག་རག་མ་རྩིས་པ་བྱེད་འདུག་རྗེས་ཀྱི་བསམ་ཚུལ་གོ་ཚུལ་ཨ་ནི་ཚོར་སྣང་ཁོང་ཚོ་ལ་ཚོར་སྣང་ག་འདྲས་ཡོང་གི་ཡོད་ས་རེད་ཤེས་ཀྱི་ཡོད་ས་རེད་མ་རེད་བསམ་བསམ་དུས་ཚོད་ལ་ཏི་ཡིས་ཚེ་དོགས་སྣང་ཆེ་རུ་བཏང་ནས་དཔེ་ཆ་ཁྲིད་ན་ཨ་ནི་ཕན་ཐོག་འདྲ་བོ་དེ་བརྒྱ་ཆ་བརྒྱ་ཐམ་པ་ཨ་ནི་གལ་ཆེན་པོ་འདུག་བསམ་གྱི་འདུག་གཅིག་དེ་འདྲས་བྱེད་ཡས་རེད། ཨ་ནི་ང་རང་གི་ཉམས་མྱོང་གཞན་དག་ཅིག་ལ་ཡ་ཨ་ནི་སྐབས་སྐབས་ལ་ང་རང་གི་དཔེ་ཆ་ཁྲིད་དུས་སྒང་ལ་ཨ་ནི་གཞི་དེ་འདྲས་ཅིག་བཞག་གལ་ཆེ་ཤོས་དེ་སློབ་མ་གི་བསམ་ཚུལ་དང་ཕ་ཕྱོགས་ཀྱི་བསམ་ཚུལ་དེ་གཞི་བཞག་ནས་ཁྲིད་ཡོང་དུས་སྒང་ལ་ཨ་ནི་འཛམ་འཛམ་ལ་དུས་ཚོད་འགྲོ་བ་དེ་ཏིའི་ཚེ་ཆེ་མང་པོ་འགྲོ་བ་ཅིག་འདུག་རྗེས་ཀྱི་བློ་ངོ་དེ་བཏུས་ནས་དུས་ཚོད་ཆགས་ཡོང་དགོས་རེད་ཨ་ནི། འཇམ་འཇམ་ལ་ང་ལ་ང་རང་ལ་ཡ་སྐབས་སྐབས་ལ་སྤྱོད་འཇུག་བྱེད་མཁན་དེ་འདྲས་བྱུང་སོང། ཨ་ནེ་ཡང་སྤྱོད་འཇུག་བྱེད་པ་དེ་ཚོ་ལ་བྱ་བྱ་དམ་པ་གིས་ང་ལ་བསམ་ཚུལ་དེ་འདྲས་མཁན་མེད། སྤྱོད་འཇུག་དེ་ཚོ་ག་རེ་རེད་ཟེར་ན་ཨ་ནེ་ངེད་ཀྱི་གར་རྩེད་སྔོན་འགྲོ་ཁྲིད་ཀྱི་མ་རེད། སྔོན་འགྲོ་དེ་ཚོ་ཁྲིད་ཀྱི་ཡོད་མ་རེད། སེ་ཡ་འདྲ་པོ་དང་ཨ་ནེ། དེ་འདྲའི་སྐད་ཆ་དེ་འདྲ་བྱུང་བ་རེད་ཨ་ནི་དེ་གཙོ་བོ་འདྲ་བོ་དེ་ང་འདི་ལ། དེ་འདྲའི་གསུང་མཁན་དེ་ཚོ་གི་བསམ་པ་དེ་བསམ་པ་བཀར་ནས་གསུང་ཡིན་གྱི་རེད། ཨ་ནི། གསུང་མཁན་དེ་ཚོ་གི་ཨ་ནི་ཕར་ཆེར་དེ་འདྲའི་གལ་ཆེན་པོ་འདྲ་བོ་ཞིག་མཐོང་ནས་གསུངས་པ་རེད་ཨ་ནི། ང་རང་གི་བསམ་ཚུལ་ལ་ཡང་བརྒྱ་ཆ་བརྒྱ་ཐམ་པ། ཅིག་སྔོན་འགྲོ་སྔོན་འགྲོ་དེ་ཚོ་གལ་ཆེན་པོ་རེད། སྐྱབས་འགྲོ་སེམས་བསྐྱེད།

ཡིན་གྱི་མིན་གྱི་ང་མཉམ་དུ་ལོ་མང་པོ་ཅི་རིང་ག་ལ་ཉམས་མྱོང་བྱས་བསྡད་མཁན། ཨནི་དཔེ་ཆ་སྦྱངས་བསྡད་མཁན་གར་སོང་བར་ལྟས་ཚད་ཅིག་ཉམས་མྱོང་འདྲ་བོ་ཅིག་དང་དད་པ་འདྲ་བོ་ཅིག་དང་དོ་སྣང་འདྲ་བོ་ཅིག་ཅིག་ཤུགས་ཆེན་པོ་ཅིག་ཡོད་མཁན་དེ་ཚོས་སླེབས་ན་ད་ཁོ་ཚོ་ལྟས་ཚད་ཅིག་ངོ་ནས་དྲན་ནས་དེ་ཚོ་ཅིག་སྔོན་འགྲོ་ཅིག་ཞུས་ན་ཚད་ལྡན་ཅིག་མཐར་ཕྱིན་པ་ཅིག་ཞུས་ཡོང་བསམ་བསམ་གྱི་རེ་བ་ཡོད་རེད། ཨ་ནེ་ཞུས་ཚར་བའི་རྗེས་ལ་དེ་ཚོ་གི་བསགས་སྦྱོང་དེ་ཡང་ཆ་ཚང་ཅིག་བྱེད་པའི་རེ་བ་ཡོད་རེད་ཨ་ནེ་ང་རང་གི་དུས་ཚོད་འདྲ་བོ་བྱས་ན་འཕྲོག་བརླག་འགྲོ་གི་མ་རེད་བསམ་ནས་ཨ་ནེ་ལོ་དེ་ནི་ལོ་ཡིན་ན་ལོ་གཅིག་ལ་དུས་ཚོད་འདྲ་བོ་ག་ཚད་འགོར་གི་ཡོད་ན་བཏང་ནས་དེ་འདྲ་ཁྲིད་ཀྱི་ཡོད་ཨ་ནེ། གལ་ཆེན་པོ་ཡིན་མེད་ལ་ཐེ་ཚོམ་རྩ་བ་ཉིད་ནས་ཡོད་མ་རེད་གལ་ཆེན་པོ་རེད། ཡིན་ནས་ཡང། ད། ཐོག་མར། དཔེར་ན་ས་ཆ་གསར་བ་ཅིག་ལ་ཕྱིན། མི་གསར་བ་ཚོ་ཅིག་ཡོང། མི་གསར་བ་ཚོ་ཅིག་ནང་ལ་ཁ་ཞེ་ངོ་ཤེས་པ་དང་དཔེ་ཆ་དེབ་ཀློག་མྱོང་མཁན་དང་གོ་བ་ཡོད་མཁན་ཁ་ཤས་ཡོད་སྲིད་པ་རེད་ཡིན་ནའི་མང་པོ་ཅིག་དེ་ནང་ལ་ཐེངས་དང་པོ་འབྲེལ་བ་རྩ་ནས་མེད་མཁན་ཆོས་ལ་འབྲེལ་བ་རྩ་ནས་མེད་མཁན་ཆོས་ལ་ཐེ་ཚོམ་ཡོད་མཁན་དོ་སྣང་འདྲ་བོ་ཡོ་ག་དང་མེ་རི་བྲེ་གཞོན་དུ་ཚོ་ཏིས་ཏིས་དོ་སྣང་འདྲ་བོ་ཏིས་ཡོད་མཁན་དེང་གི་ཏན་ཏན་གྱི་མང་པོ་ཅིག་ཁོ་ཚོ་དེ་སྔོན་འགྲོ་ཞུ་མཁན་གྱི་གདུལ་བྱ་དེ་མ་རེད། ཨ་ནི་མེད་དུས་གང་ལ་ཐོག་མ་ནས་ཁོ་ཚོ་དེ་འདྲས་ཀྱི་འཁོར། བླ་མ་ཧ་གོ་ལ་མ་གོ་ལ་བླ་མ་ལ་དད་པ་བྱེད་དགོས་རེད་ལ་སངས་རྒྱས་ཧ་གོ་ལ་མ་གོ་ལ་སངས་རྒྱས་ལ་དད་པ་བྱེད་དགོས་རེད་ལ་ཕྱག་འཚལ་དགོས་ཟེར་དགོས་ཟེར་ན་ཁོ་ཚོ་ཐོག་མ་ནས་དང་པོ་ནས་ཁོ་རང་ཞེད་སྣང་རེད་བོ་ཅེ་ཨོ་ཏི་སྐད་ཆ་ཁས་འཚལ་བོ་རེད་སྙོམས་པ་རེད་བོ་སྦྱིན་སྲེག་སམ་སམ་རེད་བོ་ཅེ་དེ་འདྲའི་བསམ་ཚུལ་ཡོང་མཁན་མང་པོ་འདུག་དེང་དུས་ག་ལ་སོ་སོའི་བྱབ་ཆུང་འདྲ་བོ་ཅིག་ཆགས། མི་གཅིག་ཐུགས་ལོང་མེད་པར་དང་པོ་ནས་བླ་མ་སོ་སོ་བླ་མ་ཡིན་པའི་ཆ་ནས་དང་པོ་ནས་ལང་མ་ལ་བླ་མ་ལ་དད་པ་བྱེད་དགོས་ཟེར་གི་སོ་བླ་མ་ལ་བརྩི་བཀུར་བྱེད་དགོས་སོ་དེ་འདྲ་བླ་ན་བྱབ་ཆུང་འདྲ་བོ་ཅིག་ཆགས་ཀྱི་འདུག་སོ་སོ་སོ་ལ་ཡང་བསྟོད་ར་བཏང་བསྡད་མཁན་འདྲ་བོ་ཆགས་ཀྱི་འདུག། ཨ་ནི་ཡང། དེང་དུས་གང་ལ་ད་ཁོང་ཚོ་ཅིག། དུས་ཚོད་འདྲ་བོ་ཅིག་སླེབས་དུས་གང་ལ། ག་རེ་ཁྲིད་དགོས་ན་ཁྲིད། དེ་དུས་སྤུས་དག་པོ་ཞིག་ཁྲིད། ཁོ་ཚོ་ལ། ཅིག་ཡང་ཅིག་གསར་བ་ན་གསར་བ་ལ་སྐད་ཆ་བཤད་དགོས་ཡ་གི་བློ་ལ་བསྟུན་དགོས་ཡ་འདྲ་བོ་དེ་དེ་འདྲའི་བསྟུན་དགོས་ཡ་དེ་ཉུང་ཉུང་ཆགས་དགོས་རེད། སློབ་མ་དེའི་ཚེ་རྙིང་པ་དེ་འདྲ་ཡིན་དེའི་ཚེ་བརྟན་པོ་འདྲ་བོ་བྱེད་ན་ཁོ་ཚོ་གི་བསམ་པ་ལ་ཧ་ཅང་རང་གི་སྤུ་སྤུ་གུ་ཚོ་སྦྱོང་བྱས་པ་ན་ཞིག་བསམ་པ་ལ་བསྟུན་དགོས་ཀི་ཡོད་མ་རེད་ཁོ་ཚོ་མི་རྒན་པ་འདྲ་བོ་ཆགས་ཚར་རེད་དེའི་དུས་སྐོར་ལ་དངོས་གནས་དྲ་གནས་ཀི་ཆོས་ཀི་སྙིང་པོ་རྡོག་རྡོག་འདྲ་བོ་ག་རེ་ག་རེ་ཟབ་རྒྱས་རེད་ལེའུ་རེད་སྔགས་རེད། ད་ཆོ་ག་ཆང་ལེན་ཡིན་ན་ག་རེ་ཁྲིད་དགོས་ན་ཁྲིད་དང་ཆ་ཚང་ཁྲིད་ན་ཨ་ནི་དེ་བརྟན་པོ་འགྲུབ་པོ་ཡག་པོ་ཡོང་གི་འདུག་དེ་ཡིན་དུས་གང་ལགས། ད། གལ་ཆེ་ཤོས་གཅིག་ལ་དོན་དག་རྡོག་རྡོག་ལ། ག་དུས། ག་རེ་ཁྲིད་དགོས་ཀྱི་འདུག་མི་འདུག་དེ། འུ་ཚོའི་དགོས་ཡ་དེ་གལ་ཆེན་པོ་འདུག་ང་རང་སྔས་མ་འདྲ་བོ་ཅིག་དེ་འདྲ་རྩ་ནས་འགོ་ཚོས་མ་སོང་དེ་ཡིན་དུས་གང་ལགས་དུས་ཚོད་འདྲ་བོ་ཅིག་མང་པོ་ཅིག་འཕྲོ་བརླག་ཕྱིན་ཕྱིན་པ་རེད་དེ་འདྲ་བྱས་ནས། དེ་དུས་དེ་འདྲ་ཡིན་དུས། དེའི་ཚད་ཀྱིས་གདུལ་བྱ་སོ་སོ་གི། ངོ་ཡག་པོ་ཅིག་ཤེས་ཨ་ནི། ཅིག། ད་ལྟ་ཅིག། ཞིབ་ཕྲ་ཤེས། སྨིན་ཤེས་མཁན་དང། ཤེས་ཡག་གི་གོ་སྐབས་མ་སླེབས་མཁན་གྱི། མི་དེ་ཚོ་ལ། ཁོ་རང་གི་རང་བཞིན་ག་རེ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན། བླ་མ་དང་སློབ་མ་བར་རུ་གི་སེམས་ཀྱི་འབྲེལ་བ་བྱ་ཡ་དེ་གལ་ཆེན་པོ་རེད་མི་དང་མི་ཡི་བར་རུ་གི་སེམས་ཀྱི་འབྲེལ་བ་བྱ་ཡ་དེ་གལ་ཆེན་པོ་རེད་ཁོ་རང་གི་བསམ་ཚུལ་དེ་ལ་འོ་བླ་མ་དེ། གར་སོང་བ་རེད། མི་ཡག་པོ་ཅིག་འདུག་བསམ་བསམ་འདྲ་བོ་ཞིག་དང་ཨ་ནི། དེ་བླ་མ་དེ་གཤིས་ཀ་ཡག་པོ་ཞིག་འདུག་ཀུན་སློང་ཡག་པོ་འདུག་ཨ་ནི་དེ་མེད་ན་ཆོབ་ཚ་བོ་འདུག་དེ་མེད་ན་ཁོ་རང་མི་དེ་བསམ་པ་ལྷོད་ལྷོད་འདུག་བསམ་བསམ་འདྲ་བོ་ཅིག་གར་ཟེར་བ་ནི་མིག་གིས་མིག་ལ་གང་ལྟར་རང་བཞིན་གྱིས་མིག་གིས་མིག་ལ་དགའ་བ་དང་འབྲེལ་བ་ཅིག་སླེབས་དགོས་ཨ་དེ་གལ་ཆེན་པོ་ཆགས་དགོས་རེད་མི་རང་བཞིན་གྱིས་མིག་མི་དེ་ལ་དགའ་བ་དང་འབྲེལ་བ་ཅིག་སླེབས་པ་ཡིན་ན་ཆོས་ཐམས་ཅད་གསུང་ཡག་གི་གཞི་དེ་དེ་ཆགས་དགོས་རེད། མ་འོངས་པའི་ཕན་ཚུན་གྱི་དགའ་རོགས་ཀྱི་ཕན་ཚུན་འབྲེལ་བ་གྱི་གཞི་དེ་དག་རང་ཆགས་དགོས་རེད། མ་འོངས་པ་ལས་ཀ་མཉམ་དུ་ལས་ཡག་བྱེད་ནས་གཞི་དེ་དག་རང་ཆགས་དགོས་རེད། གར་སོགས་རེད་མུ་མཐུད་ནས་འབྲེལ་བ་ཡོད་ཡག་གི་གཞི་དེ་ཆགས་ཡོང་དུས་གང་ལ། ངེད་ཀྱི་གར་སོགས་རེད་ཐོག་མར་གང་ཟག་དང་གང་ཟག་སོ་སོ་གྱི་འབྲེལ་བ་སེམས་དང་སེམས་ཀྱི་འབྲེལ་བ་སྙིང་དང་སྙིང་གི་འབྲེལ་བ། བསམ་ཚུལ་དང་བསམ་ཚུལ་གྱི་འབྲེལ་བ་འབྲེལ་བ་དེ་བཞག་ཡག་དེ་གལ་ཆེ་ཤོས་རེད། ང་ཚོའི་དཔེ་ཆ་ནང་གི་ལེའུ་ལོ་རྒྱུས་བླ་མ་མང་པོ་ཅིག་གི་མཚན་ཉམས་ལེན་མང་པོ་ཅིག་གི་ཞིབ་ཕྲ་དེ་ཚོ་བཤད་དགོས་ཡ་རེད་བཤད་ཡོད་མ་རེད་བསམ་གྱི་འདུག་དེ་དུས་གང་ལ་ཨ་ནི་ཤེས་དུས་གང་ལ་ཏི་ཡི་ཚེ་ཆེ་དོ་སྣང་བྱེད་འདོད་ན་ཧ་གོ་གི་རེད་ང་རང་འདྲ་བོ་བྱས་ན་ཧ་གོ་གི་འདུག། ཅིག་བཤད་དུས་ང་ལ་མི་དེ་ཚོ་ལམ་སང་ནས་མིག་ལ་བལྟ་ནས་མི་དེ་ཚོ་ཉོབ་བསྡད་བ་དེ་ལམ་སང་ཧ་གོ་འདུག་དེ་ཉོབ་བསྡད་བ་དེ་ཧ་གོ་དུས་ཨ་ཁོ་ཚོ་ཉོབ་བསྡད་བ་ཁོ་ཚོ་དང་ང་ཚོ་སེམས་དང་སེམས་ཀྱི་བར་བར་འབྲེལ་བ་དེ་བཞག་ཐུབ་ཀྱི་མི་འདུག་ངས་སྐད་ཆ་བཤད་པ་དེ་གས་ཁོ་ཚོ་གས་གོ་གི་མི་འདུག་དེ་ང་ཚོ་གས་སོ་སོའི་མགོ་འཚོས་པ་བྱས་ཨ་ནི་མགོ་འཚོས་ནས་སོ་སོ་གས། གལ་ཆེ་ཤོས་དམིགས་པ་དེ་དེའི་ཚེ་ང་ཚོའི་དཔའ་རུ་འབྲེལ་བ་དེ་ག་འདྲའི་ཤུགས་ཆེ་རུ་གཏང་དགོས་འདུག་སེམས་དང་སེམས་དང་དཔའ་རུ་འབྲེལ་བ་མི་དང་མི་ཡི་དཔའ་རུ་འབྲེལ་བ་དེ་ག་འདྲའི་ཤེད་ཆེ་རུ་གཏང་གི་འདུག་ཨ་ནི་དེའི་ཕྱོགས་ལ་ཡང་དེའི་ཚེ་ཀྱི་དོ་སྣང་གནང་དགོས་པ་དེ་གལ་ཆེན་པོ་འདུག་བསམ་གྱི་འདུག་དེའི་དུས་གང་ལ་ག་སར་གོང་དུ་ཞུས་པ་ན་ཞེས་རེད་དེ་ཚོ་ངེད་ཀྱི་པས་རྫིག་པོ་རྫིག་བྱས་ནས་བསླབ་བྱ་བཤད་ཡ་དེ་འདྲ་གལ་མེད་ཨ་ནི་ང་རང་གི་ད་ལྟ་གྲྭ་ཇག་གི་རོགས་པ་མང་པོ་དང་ཨ་ནི་ང་ཚོའི་རིས་མེད་ཆོས་བརྒྱུད་རིས་མེད་ནང་གི་ཆོས་གྲོགས་མང་པོ་ཞིག་གིས་དམ་དམ་དེ་འདྲའི་གར་སོང་ང་ཚོ་ང་ཚོ་ཕན་ཚུན་སྐད་ཆ་བཤད་དུས་ང་ལ་དེ་འདྲའི་ཕར་ཚུར་འབྲེལ་བ་བྱས་ནས་བཤད་ན་དེ་ཚོས་ཕན་ཕན་ཚུན་ཕན་ཐོགས་ས་རེད། གསུང་གི་འདུག་དེང་དུས་ང་ལ་ད་ལན་དེ་འདྲའི་ཅི YouTube ཀྱི་ནང་བཞག་བཤད་པ་ཡོད་ན་ཉན་མཁན་ཁ་ཤས་ལ་ཕན་ཐོགས་ན་ཡག་པོ་ཞིག་ཡོང་གི་རེད་བསམ་བསམ་ཡིན། ཨ་རྒན། ད་དུང་གར་སོང་རེད། ངེད་ཀྱིས་དེ་ཅིག་སློབ་སྟོན་དང་སློབ་སྦྱར་དང་ང་ཞེས་གྲགས་པ་དང་གཞན་དག་སྨྲ་ཤེས་མཁན་སློབ་སྦྱར་དེ་འདྲ་གྱེས་དགོས་མེད་དེ་རང་རང་སོ་སོ་གྱི་ཉམས་མྱོང་རང་གི་བསམ་ཚུལ་ཡིན་ཨ་ནི། སོ་སོ་སོས་ཀྱི་ཀུན་སློང་བཟང་པོ་དེ་རང་ཞེས་ཨ་ནི་གཞན་དག་ལ་ཕན་པའི་སྨོན་ལམ་དག་རང་ཞུ་གི་ཡོད་ཐུགས་རྗེ་ཆེ།